ལང་མཁན་ཚོ་ངོ་ཚོགས་ཚུལ་གཙོས་ཀྱི་ཚོགས་མི་ཡོངས་ལ་བཀྲ་ཤིས་བདེ་ལེགས་སྔོན་དུ་བཏང་ནས། གཉིས། གཟའ་པ་སངས་ཀྱི་ལས་རིམ་དེ་མུ་མཐུད་དུ་ངོ་སྤྲོད་བྱེད་ཀྱི་ཆོག་ཅེས་བཤད་ཡིན། ད་ད་རེས་ངོ་སྤྲོད་བྱེད་ཡ་དེ། དབང་པོ་གསུམ་པ་གི་ལས་རྒྱས་པ་དེ། ད་འདིའི་གི་འགུལ་སྐྱོད་དེ་ལ་ནི་ད་ཆིང་རྒྱལ་རབས་སྐབས་ཀྱི་རྒྱལ་ཡོངས་ཀྱི་ས་གནས་བོན་རིགས། ལིང་ཁུ་ར་འབྲུ་ཡ་ག་ནི། དེ་དེ་ཚོ་དེ་ཁག་དེ་ཚོ་གཏན་འབེབས་ཀྱི་ཡ་ད་དེ་ཚོ་ཁག་ནས་ནི་ཆུ་ད་ཧོན་ས་གནས་ཡུལ་དཔོན་རིགས་ལ་སྐྱེ་ཡ་ཡིན་ན་ད་ཆུ་དེ་ལིང་གན་ཞིག་གི་འབྲུ་ཡ་ལ་ནི་དེ་ཚོ་ཐན་སྐད་ཅེས་བཟོ་ཡ་དེ་འདྲ་གི་གཏན་འབེབས་ཅིག་ཡོད་རེད། དེའི་གི་ད

ལམ་བུ་དང་པོ། གི་ནང་ལོགས་ནས་ད་ང་ཚོ་གི་ངོ་སྤྲོད་བྱེད་དེ་གང་ལ་ཨ་ནི་མིང་རྒྱ་རབས་ཀྱི་རྒྱལ་ཡོངས་ཀྱི་ས་གནས་དཔོན་རིགས་དེ་ཚོ་ཨ་ནི་སོ་སོ་གི་ལས་འཁུར་བྱེད་ཀྱི་འདུག་དེ་གང་ལ་ཨ་ནི་དེ་ལ་ཨ་ནི་ཕྱི་ཕྱི་ཕྲག་གི་ཨ་ནི་ད་ཁོ་ཚོ་ཡིག་ཚང་དེ་ཚོ་ན་བཀོད་ཡོད་རེད། དེ་ནས་གང་ལ་ད་དེ་གནས་སྟངས་ག་འདྲ་ཅིག་རེད་ཟེར་ན་ད། ཁྱོད་རང། ས་གནས་གཅིག་ལ། ད། ལིང་གའི་ཁུར་གྱིས་འགྲོ་དགོས་ན། ཡང་ན་ཁྱོད་རང་འདི་སྤོ་དང་ཡང་ན་ས་གནས་གཅིག་གི་བོན་རིགས་ལ་སྐྱེས་ཡིན་ན། ད་ས་ཆ་འདི་ནས་འདིའི་བར་དུ་ཨ་ནི་ཉི་མ་ག་ཚད་ཀྱིས་ཀྱང་འབྱོར་དགོས་ཞེས་དེ་དང། ཨ་ནི། མ་འབྱོར་ཡིན་ན། ཉི་བ་དང་ཡ་ལ་སོགས་པ། དེ་འདྲ་གི། བསྟན་པའི་ཅིག་ཡོད་རེད་དེ་རྒྱལ་ཡོངས་ཀྱི་ས་ཆ་ཚང་མ་ཡོད་རེད་དེ་འདྲའི་ལ་ད་དེ་མིན་རྒྱ་རི་བོ་སྐད་སེ་ད་རང་རེད་ད་ད་ལྟ་གི་ད་རིང་ངོ་སྤྲོད་བྱེད་ཡ་འདིའི་ནང་ལོག་ནས་ན་ཆིན་རྒྱ་རི་བོ་སྐད་སེ་ཡང་དེ་དང་ཆིག་པ་གི་བསྟན་པའི་དེ་འདྲ་ཡོད་རེད་ཟེར་བསྟན་བསྟན་པའི་ཡོད་རེད་ཟེར་དེ། དེ་གི་ཁྱབ་ཁྱབ་ཚད་དེ་ཆི་མོ་ཟེར་རེད་ཟེར་ན་རྒྱལ་ཡོངས་ལ་ཁྱབ་བསྡོད་ཡ་དེ་མ་ཚད་ཧ་ཅང་གི་ཁྲ་ཞིང་ཞི་བ་འོད་སྒང་ནས་ཨ་ནི། གཏམ་དཔེ་གཅིག་ཡོད་ཡ། ཡིག་ཚང་ཚོས་བཙུགས་ན་ཡིག་ཚང་ནང་ལོགས་ན་གཏམ་དཔེ་གཅིག་ནས་ཨ་ནི་བཀོད་ཡོད་བ་རེད། ཡིན་ན་ད་དེའི་ནང་ལོགས་ནས། རྒྱལ་ཡོངས་ཀྱི་གཏམ་དཔེར་དེའི་ནང་ལོགས་བ་བལྟ་ཡོང་དུས་ལ་བོ་ཟེར་བ་ཚིག་ཨ་ནི། རྩ་བ་ནས། ཡིག་གཅིག་གི་ལང་མེ་ཁི་ཨི་ཟེར་ཡིག་འབྲི་གཅིག་གི་ལང་མེ་ཁི་ཨི་ཟེར་དེ་རེད། ད་འདིའི་གི་ཕྱི་ཟིག་ལྡན་ཁང་གཅིག་ཡོད་བ་རེད་ཟེར་ན། ད་ཆིན་སྲིད་གཞུང་གི་ཆིན། སྲིད་གཞུང་གི་སྒྲིག་གཞི་ནང་ལོགས་ལ། ཨ་ནི། བོ་ལ་ས་གནས་ཀྱི་བོན་རིགས་མངགས་གཏོང་བྱེད་ཡག་གི་ནི་ལམ་ལུགས་དེ་མེད་ཡ་དེ་བདག་སྔོན་ཆད་ཡོད་རེད་ཟེར་དེ་རེད། ད་དེ་རིང་གི་བོན་པོ་སེམས་པ་ལེའུ་བརྒྱད་པ་འདི་འདིའི་གི་ད་ལུང་འདྲེན་ཆ་ཚང་ཡོང་ཡིག་ཚང་གི་ཁུངས་དེ་གང་རེད་ཅེ་ན། ཆིན་ཆེན་པོའི་ཁྲིམས་སྲོལ་ལམ་ལུགས་གནད་བསྡུས་ཀྱི་རྒྱུན་སྲོལ་ཟེར་ཡ་ཆེ་གི་རེད་དེའི་གི་བོན་པོ་ཚིག་གསུམ་པ་དེ་ནི་ལེའུ་པོ་ཟེར་ཡ་དེ་རེད། ད་གོང་རིགས་ཀྱི་སྐོར་རེད། ལས་སྤུ་ཟེར་ཡ་དེའི་ནང་ལོགས་ཀྱི་ལས་འཁུར་དུ་འགྲོ་བ་ཟེར་ད་རང་གི་ལས་འགན་འཁུར་གྱི་འགྲོ་གི་ཡོད་ཡ་དེ་རེད་ད་གོང་རིགས་དེ་ཚོ་གནས་སྤོ་བཏང་ཡ་དང་ས་གནས་སྤོ་རུ་ཡ་སྐྱེལ་ཡ་ན་ཁོ་ལས་འཁུར་ར་འགྲོ་དགོས་ཡ་གི་ཚན་པ་དེ་རེད། ད་ལས་འཁུར་ཟེར་ཡ་གི་ལས་འཁུར་རུ་འགྲོ་བ་ཟེར་ཡ་ཡང་ན་ལས་འཁུར་ཟེར་ཡ་གི་ད་ཚན་པ་དེའི་གི་ལ་ཁོ་མ་སྤོས་གི་ནང་ལོགས་ནས་བརྗོད་བྱ་ཆ་ཚང་ལ་ཨ་ནེ་དབྱིན་ཀྲི་བཞི་སྟོང་ལྷག་ཡོད་ཡ། དེ་རེད་དེ་འདི་གང་ལ་ད་དེ་རང་གི་ཚན་པ་འདི་ནང་ལོག་ལ་དེ་ནང་ལ་ཁ་ད་ཅིག་བརྗོད་བྱ་ཉུང་ཤས་ཅིག་མ་ལོང་འདྲེན་བྱས་ནས་ནི་ངོ་སྤྲོད་བྱས་ཡ་དེ་རེད་ཤག། ད་འདི་གི་རྒྱབ་ལྗོངས་དེ་དང་པོ་དེ་ལུང་འདྲེན་དང་པོ་འདི་ལ་རྒྱབ་ལྗོངས་ཅིག་དགོས་འདུག་ད་རྒྱབ་ལྗོངས་ཟེར་རྒྱབ་ལྗོངས་དེ་ད་རེས་ཀྱི་ལུང་འདྲེན་དང་པོ་འདི་ནང་ལོག་ནས་ནི་ཨ་ནེ་ད་བོན་རིགས་གོ་ནི་དེ་ཚོའི་ཐུ་བའི་བོན་རིགས་དེ་ཚོས་ནི་ནི་ཕོ་བཏང་ཡ་དང་ཡང་ན་སྐུ་བཞག་བྱེད་ཡ་ནི་ས་གནས་ལ་སྐུ་བཞག་བྱེད་ཡའི་བོན་རིགས་ཐུ་བ་དེ་ཚོས་ཅི་བྱེད་དགོས་ཟེར་ན་ཁོ་རང་ཚོ་དང་པོ་ཡོང་ནས་ནི་ཨ་ནི་བྱེ་འཕྲེང་ལ་ཡོང་ཡོད་དེ་དང་ད་གོང་མ་འཇལ་དགོས་རེད། གོང་མ་མཇལ་ཁ་ལངས་ནས། དེ་ནས་ད་ནི་རྒྱལ་ཡོངས་བ་དང་གོ། ད་རྒྱལ་ཡོངས་གི་ས་ཆ་ག་བ་དང་གོ་ན་དེ། དང་ཡང་དེ་ཚོ་ནི། ད་ས་ནི། ད། རྒྱལ་ས་ནི། ནི་རྒྱལ་ཡོངས་གི་ས་ཆ་སོ་སོ་སོ་སོ་སོ་ལ་ཉི་མ་ག་ཚད་འབྱོར་དགོས་ན་དེ་ཐམས་པས་བྱས་ཡོད་རེད། དེ་ནས། ད་མཐའ་མཇུག་གི་ལོང་འདྲེན་འདི་གི་མཐའ་མཇུག་གི་ཚིག་དེ་ནང་ལོགས་ནས། ག་རེ་བསྟན་གི་འདུག་ཟེར་ན། ད་ལྟ་རྒྱལ་ས་བྱིན་ཁྲིན་ནི། ནི་གོས་དྲུག། བྷི་ཉིན་སི་ཡ་དེ་ས་ཁད་དེ་དག་ཚོ་ལ་གོས་དྲིག་ཁེབ་དེ་དག་ཚོ་ཆིངས་གི། ད་ཐ་མཚན་ཐ་མཚན་ཟིག་ན་འདྲ་ཐ་ཁོ་ཐ་ཁོ་ཟ་ཆ་འདྲ་བོ་ད་ཐག་རང་ཤི་དེ་ཆི་གི་ཡོད་དེ་འདྲ་ཡིན་འདི་གང་ལ། ད་གོས་དྲིག་གི་བྷི་ཉིན་སི་ཡ་དེ་བ་རོ་ད་ཉི་མ་བརྒྱ་ལ་ང་གི་འབྱོར་དགོས་གི་ཡོད་ཟིག་ཐི་གི་བར། དེ་ནི་ད་གཏན་འབེབས་ཀྱི་ཡ་ཆ་ཚང་གི་དང་ལོག་ལ་ད་བརྗོད་བྱ་ཆ་ཚང་གི་དང་ལོག་ན་ཨ་ནི་བོ་སི་ཡ་དང་ཡང་ན་ཅིག་བོ་དང་འབྲེལ་བ་ཡོད་ཡང་ན་བོ། ས་གནས་ཀྱི་མིང་དེ་འདྲ་རྩ་བ་ཉིད་ནས་བོ་ཟེར་ཡ་ཅིག་ཡིག་འབྲི་ཅིག་གི་དོན་བྲིས་མི་འདུག་ཅིག་བོ་དང་འབྲེལ་བ་ཡོད་ཡ་དེ་འདྲ་ཁོ་མི་འདུག་ཟེར་དེ་རེད། ད་ལུང་འདྲེན་དང་པོ་དེ། ད་ལིང་ཁིར་དུ་འབྲི་བ་ཟེར་དེ་ནང་ལོགས་ནས་ཨ་ནི་གོང་མ་ཡུན་ཀྲེང་ཁྲི་ལོ་བདུན་པ་སྐབས་སུ། ཨ་ནི། ད་གོང་མ་བཀའ་འཁྲོལ་གནང་ཡ་གི་ཨ་ནི། ད་བོན་རིགས། སོ་སོ་ཨ་ནི། ད་རྗེས་ས་བཅིངས་ཁྲི་ནས་བཅིངས་ནས་ཨ་ནི། ལས་འགན་འཁུར་གི་འགྲོ་ཡ་ལ། ད་ལན་ག་དེ་ཐག་རིང་ཐག་རིང་ཉིད་གང་ཡིན་ན་ཨ་ཚང་མ། ཐུགས་གཞུང་ལ་བཀོད་ནས་ཨ་ནི་དེའི་ཕ། ལས་པུ་ག་ད་འདི་ལྷན་ཁང་འདི་གི། ད་ལས་ཁུ་ཟེར་ཡ་དེ་ན་ཨ་ནི་ཡ་ཕུད་ཡོད་རེད་ཟེར་དེ་ན་ཡོད་རེད་ཟེར་དེ་རེད། ད་དེའི་བསྒོ་སྟངས་དེ་ག་འདྲ་རེད་ཟེར་ན་ད་དཔེ་བཞག་ན་ཧྲུན་མཁན་ཟེར་ཡ་དེ་དེ་འབྱོར་ཡ་ལ། ཨ་ནི་ད་ལྟ་ཇེ་འཕྲིན་ནས་ཧྲུན་མཁན་ཟེར་ཡ་དེ་འབྱོར་ཡ་ལ་ཨ་ནི་ཉི་མ་གཅིག་གི་འབྱོར་དགོས། ཨ་དེ་རེད། དེ་ནས། དེ་ནས་ཧྲུན་མཁན་ཟེར་ཡ་དེ་རེད་དེ་ནས་ཧྥིན་མཁན་ཟེར་ཡ་དེ་ལ་ཨ་ཉི་མ་སུམ་ཅུ་གི་གཏན་འབེབས་བྱས་སོང་ཉི་མ་སུམ་ཅུ་ནང་ལོགས་ཡིན་ནམ་ན་འབྱོར་དགོས་རེད་དེ་དེ་ཁག་བྱས་སོང་དེ་ཚོ་བཀག་བཞག་རེད། དེ་ཁག་བྱས་ཡ་དེ་ཉི་མ་སུམ་ཅུ་ཡིན་ཟེར། དེ་ནས་ཇི་ལི་ཟེར་ཡ་དེ་ལ་ཨ་ནི་ཉི་མ་ཉི་མ་ཉི་ཤུ་ཐམ་པ་ཡིན། དེ་ད་ཅང་སུའུ་ཞིང་ཆེན་ནང་ལོགས་ནས་ཡང་ཞིང་ཆེན་ནང་ལོགས་ནས་ཨ་ནི་ས་ཆ་སོ་སོའི་སོ་སོའི་དེ་དམ་པའི་རྗེ་ཡ་དེ་དཔེ་བཞིན་ནི། བྱང་ཉིན་ཁྲང་ཀྲི་ཀྲིན་ཅང་ཟེར་ཡང་འདི་ཚོ་ལ་ཨ་ནི་འདི་པར་ལ་ཨ་ནི་ཉི་མ་བཞི་ཞེ་ལྔ་གི་འབྱོར་དགོས་ཡོད་དུས་ཁག་བཞི་ཞེ་ལྔ་ཉི་མ་བཞི་ཞེ་ལྔ་རེད། དེ་ནི་ཧོའེ་ཨན་ཡང་ཀྲིག་ཟེར་ཡང་འདི་ཚོ་ལ་ཨ་ནི་ཉི་མ་བཞི་ཐམ་པ་ཐམ་པའི་རྗེས་དེ་ནས་བྱི་སྤྲུལ་དང་དེ་ནས་སུན་ཅང་དེ་ཚོས་ས་སྐྱ་འདི་གཉིས་ལ་ཉི་མ་ལྔ་བཅུར་འགྱུར་དགོས་ཞེས་དེ་འདྲ་བསྟན་པའི་རྗེས་རེད། དེ་འདི་ག་ལ་ད་འདི་ནས་འདི་བར་རོ་ལ་ཨ་ནི་མཆན་གཅིག་དགོས་རེད། སྟབས་འདིའི་འོག་ལ་ད་ལྟ་ཅང་སུའུ་ཞིང་ཆེན་གྱི་འོག་ལ་ཨ་ནི་ཨན་ཧུའེ་ནས་ཡུན་ནན་བར་རོ་ད་ཞིང་ཆེན། ཇོ་ལྔ་གི་ད་སྲིད་འཛིན་ས་ཁུལ་ཇོ་ལྔ་གི། བརྗོད་བྱ་དེའི་གོ་དོན་གང་དང་གཅིག་པ་རེད། བསྟན་པའི་བྱ་ནི་ད་འདི་ནས་འདིའི་བྱ་ཡིན། དེ་རེད། ད་ཨན་ཧུའེ་དེའི་གོ་དོན་དེ་ཞིང་ཆེན་སོ་སོའི་མིང་དེ་ཨན་ཧུའེ་ཞིང་ཆེན། ཧྲན་ཏུང། ཧྲན་ཞི། ཧི་ནན། ཧྲན་ཞི། ཀན་སུའུ། ཀྲེ་ཅང། ཅང་ཞི། ཧྥུ་ཅན། ཧུའུ་ཀོང། ཧུའུ་ནན། སི་ཁྲོན། ཀོང་ཏུང་ཀོང་ཤི་ཡུན་ནན་སྣ་ཚོགས་དང་འདི་འདྲ་བཀོད་ཡོད་པ་རེད། དེ་ནི་ད་གོས་དཀྲིགས་གི་འདི་ཕན་ཚུན་བཀོད་ན། བེ་དཀྲིགས་གོས་དཀྲིགས་གི་ད་ལྟ་བཀོད་སྟངས་དེ་འདི་ལ་ནི་ཚ་བོ་བྱས་ནས་བཀོད་ཡོད་རེད། ད་གོས་དཀྲིགས་གི་ད་ལྟ་གི་ཧྲི་ཆན་ཟེར་ཡ་དེ་དང་ལི་ཕིན་ཟེར་ཡ་ས་ཆ་དེ་གཉིས་ལ་ཉི་མ་བརྒྱ་བཅུ་ཐམ་པ་ཡིན། དེ་ནི་ཐུང་རིན་ལ་ཉི་མ་དགུ་ཆུ་ཐམ་པ་ཡིན། འི་ཉིན་ལ་ཉི་མ་བརྒྱ་དང་ལྔ་ཡིན། དེ་འདྲ་བའི་ཐམ་པའི་རྟས་ལོང་འདྲེན་དང་པོ་དེ་བྱེད། དེ་ནས་ལོང་འདྲེན་ཉི་བ་དེ། གི་རྒྱབ་ལྗོངས་ཡང། ལོང་འདྲེན་ཉི་བ་གི་ལ་ནི་དང་པོ། ལོང་འདྲེན་མ་ཕྱི་ཡི་ངོས་ལ་ནི་རྒྱབ་ལྗོངས་ཟེར་གྱི་ཀུན་འདུག་ད་རྒྱབ་ལྗོངས་ཟེར་འདིའི་ནང་ལོས་ལོང་འདྲེན་ཉི་བ་འདི། གུང་གི་ལོང་འདྲེན་དང་པོ་དེ་ད་གུང་ནས་ངོ་སྤྲོད་བྱས་ཡ་ནང་བཞིན་བོང་རིགས་ཐུ་བ་བྲིས་རེད། ནད་རིམས་འཐུ་བ་དེ་དུས་དང་པོ་ནིག་པོ་དང་ཡིན་ན་འདྲ། དཔོན་རིགས་ས་གནས་ལ་ནི་ད་གསར་བ་བསྐོ་གཞག་བྱས་ཡིན་ན་འདྲ། གང་ལྟར་ཀྱང་ས་གནས་ལ་འགན་ཁུར་མཁན་མ་འགྲོ་བའི་སྔོན་ལ་དང་པོ་ཕ་སྤྱི་འཕྲིན་རྒྱལ་ས་ལ་ཡོང་ནས་ནི་གོང་མ་མཇལ། གོང་མ་མཇལ་ཁ་ཤི་ཚར་ནས་ནི་ད་ཕ་འགྲོ་གི་ཡོད་རེད་དེ་འདི་གང་ལ་ཁོ་རང་ཚོ་གི་ད་མགོ་འཛུགས་ས་ཟིག་ན་འདྲ་ཁོ་རང་ཚོ་མགོ་འཛུགས་ས་ས་ཆ་དེ་ནི་རྒྱལ་ས་སྤྱི་འཕྲིན་རང་ཆགས་དེ་ཡོད་རེད་དེ་རེད། ད་ཡིན་ན་འདི་ལུང་འདྲེན་ཉེ་བ་དེ་དེ་དང་ཁྱད་པར་ཡོད་རེད། ལོ་འབྲས་ཉིས་བ་འདི་ཆིངས་རྒྱལ་ཁབ་ཀྱི་བོན་རིགས་གུ་ནི་དམག་དེ་ཚོ་རེད། གུ་ནི་དམག་ཟེར་ཡ་དེ་ནི་རིམ་རྒྱས་པ་ནི་རིམ་རྒྱས་པ་གི་མན་གི་བོན་རིགས་དེ་ཚོ་རེད། ཁོ་བོན་རིགས་འདིའི་རིགས་འདི་ད་ཁོ་གུ་ནི་དེ་དམག་མོ་ཡིན་ཡིན་ཙང་ཁོ་རང་ཚོ་དང་པོ་ཕ་བོང་རིགས་ཐུ་བ་གི་རིགས་ནང་བཞིན་ཕ་འདི། དང་པོ་ནི་ཕོ་དང་ཡ་དང་ཡང་ན་ས་ནི་བོང་རིགས་དུ་སྐྱེ་ཡ་ཡིན་ན་ཁོ་རང་ཚོ་དང་པོ་ཡ། སྐྱེ་འཕྲིན་ལ་སོང་ནས་རྒྱལ་ས་ལ་སོང་ནས་ནི་གོང་མ་རྒྱལ་ཁ་ཤི། དེ་ནི་ཕ་འགྲོ་དགོས་ཡ་དེ་འདྲ་ཡོད་མ་རེད་ཁོ་རང་ཚོ་གོང་མ་རྒྱལ་ཁ་ཤི་དགོས་ཡོད་མ་རེད་དེ་ནི་གང་ལ། ད་ཁོ་རང་ཚོའི་བར་བྱེ་ས་འགྲོ་མ་དགོས་ཅི། དེ་ནི་གང་ལ་ད། ཁོ་རང་ཚོ་ངོ་མ་གི་ལས་ནི་བྱེ་ས་གི། གོ་ནི། ལས་ཀ་བྱེ་ས་གི་ས་ནི་དེ་དང་ཡང་ན་ཁོ་རང་ཟེ་བ་ཟེ་བ་ཀི་ཡང་ན་ཁོ་རང་སྡོད་ས་ནི་ད་བ། ས་ནི་ག་བ། ལས་འགན་འཁུར་གི་འགྲོ་གི་ཡོད་ན་བོད་རིགས་ག་བ་ས་ནི་ག་བ་ལ། ད་ལས་ཀ་ལས་གི་འགྲོ་གི་ཡོད་ན་ནི་དེ་ལ། འགྲོ་སོང་ན་ཐད་ཀའི་འགྲོ་སོང་ན་གི་ཡོད་ཡ་དེ་འདྲ་ཡི་ནི་རེད་ཟེར། དེ་ནི་གང་ལ་ད། ལང་འདྲེ་ཉི་བ་གི།

གི་ནི་ཚེ་གོས་ཡོད་ཡ་དང་རི་ས་ཆ་ས་ཆ་བྱེ་བྲག་བ་གཅིག་ནི་ཨེ་ས་ཆ་གཞན་འདྲ་གཅིག་གི་ལ་ནི་ཉི་མ་ག་ཚད་འབྱོར་དགོས་ན་དེ་ཚོ་ཚང་མ་བསྟན་པའི་བྱེ་ཐུང་ལ་ཁོ་རང་གི་བརྗོད་བྱ་དེ་ཧ་ཅང་གི་མང་པོ་རབ་ཆགས་འགྲོ་གི་ཡོད་རེད་ཟེར། དེ་གཅིག་དང་ནི་ལོ་འབྲས་ཉི་ཡོག་གི་ཐ་འཇིག་གི་ཚིག་དེའི་དོན་ཡང་ལ། ཨ་ནི་ས་གནས་གི་བོན་རིགས་གཅིག། ད་དཔེ་བཞིན་ན་གོས་དཀྲིགས།

དེ་རེད། དེ་འདི་གང་ལ་བལྟ། འདིའི་ནང་ལོགས་ནས་བེད་བཞག་ཡིན་ན་ད་ད་ལྟ་གི་ད་ལྟ་ཧྲུན་ཐེན་ཟེར་བའི་ས་ཆ་དེ་ནི། ད་ལྟ་ཧྥིན་ཐེན་ཟེར་བའི་ས་ཆ་དེ། ད་འདི་ནི་ས་ཆ་གཅིག་གཏན་འབེབས་བྱས་ཏེ་དང་དེ་ནི་ས་ཆ་གཞན་ཚང་མ་ལ་འགྲོ་སྟངས་དེ་གཏན་འབེབས་བྱས་ཡོད་རེད། དེ་འདི་གང་ལ་བལྟ་ཧྲུན་ཐེན་ནི་ད་ལྟ་ཧྥིན་ཐེན་ཟེར་བ་དེ་དང་ཧྲན་ཏུང་ཧྲན་ཞི་ཧི་ནན། འདི་ཚོ་ལ་ནི་ཉི་མ་སུམ་ཅུ་ཐམ་པ་གི་གཏན་འབེབས་ཡིན།

ནི་ཡུན་ནན་པར་རོལ་པའི་ཞིང་ཆེན། ཞིང་ཆེན། ཅིག་ན་འདྲ་ལྟར་འདི་སྲིད་འཛིན་ལྷ་ཁུ་བཅུ་བརྒྱད་ཀྱི། གནས་ཚད་བཀོད་སྟངས་དེ་གོང་དང་གཅིག་པ་རེད་ཟེར་བསྟན་པའི་ཆ་ནས་ད་འདི་ནས་ཆ་ཚང་བཀོད་མ་དགོས་ཀྱི་དེ་བས་ཡིན་སྲིད། ད་བས་ན་ས་ཁད་དེ་ཚོ་ད་ཧྥིན་ཁེན་ནི་ཅིག་ཅིག་ཅིག་ཨ་ཟེར་ནོ་ད་ཅི་ལིན་ནི་ཅིག་ཅིག་ཅིག་ཨ་ཧྲན་ཏུང་ནི་ག་ད་ས་ཆ་ག་བ་ག་བ་དུ་ཚང་མ་བྱེད་དགོས་རེད་ཧྲན་ཞི་ནི་ཧོ་ནན། ཅང་སུའུ་ཨན་ཧུའེ་ཅང་ཞི་ཧྥུ་ཅན། ཀྲེ་ཅང། ཧུའུ་པེ། ཧུ་ནན། ཧྲན་ཞི། ཀན་སུའུ། ཧྲི་ཁྲོན། ཀོང་ཏུང། ཀོང་ཞི། ཡུན་ནན། ད། འདི་ཚོ་ནི་ས་ཆ་ཚད་ཙམ་དེ་དང་དེའི་ས་ཆ་ཀ་བ་ཀ་བ་ཀ་བ་ཚང་མ་དེ་འདྲ་བཀོད་ཡོད་རེད། དེ་དང། དེ་ནས་ད། འདི་ནི་བལ་ན་ཐ་འཇིག་ཏུ་འདི་ལ་ནི་གོས་དྲུག་ནི། གོས་དྲུག་ནི། ཧུ་ནན། ཧྲི་ཁྲོན། ཡུན་ནན། བར་དུ་ཉི་མ་སུམ་ཅུ་ཐམ་པ་ཡིན། དེ་ནས་ཧྥིན་ཐེན་བར་དུ། ཉི་མ་བརྒྱ་དང་ཉི་ཤུ་ཡིན། ད་འདི་ཚོ། བོན་རིགས་དེ་ཚོ་ནི། ལིང་གའི་འཁོར་གྱི་འགྲོ་བའི་སྐབས་སུ་ནི་ད་ལྟ་གི་ལིའི་ཁུ་ཟེར་བ་འདི་ནི། ནི་གཏམ་དཔེ་བགྱི་ཡག་གི། འདི་དང་གཞན་ནི་ད། འདི་ཚད་གཞི་ཙམ་ནས་མ་འགྲོ་དགོས་ཡ་དང་ནི་དེ་ཡི་གེ་དེ་ཚོ་མ་དེ་འདྲ་སྤྲད་དགོས་པ་རེད་ཟེར་དེ་འདྲ་བཀོད་འདུག་དེ་རེད་དེ་ནས་ད། ད་འདིས་འདི་དང། ལུང་འདྲེན་དང་པོ་དང་ལུང་འདྲེན་ཉེ་བ་གཉིས་ལ་དཔེ་ཁྱད་པར་དུ་བ། ད་ལུང་འདྲེན་དང་པོ་དེ་བོང་རིགས་ཐུ་བ་དེ་ཚོ་རེད། ཐུ་བ་དེ་ཚོས་དང་པོ་གོང་མ་རྒྱལ་ཁ་བླངས་དེ་ནས། ད་རྒྱལ་ས་ནས་གོང་མ་རྒྱལ་ཁ་བླངས་སུ་ས་ཆ་དེ་ནས། ད། མང་ཆེ་བ་དེ་རྒྱལ་ས་ཆགས་དགོས་པ་རེད་ད་རྒྱལ་ས་ཆགས་འགྲོ་དགོས་རེད་དེ་ནས་ད་ས་ཆ་ག་བ་ག་བ་འགྲོ་དགོས་ན་དེ་དུ་དེ་ཁག་དེ་ཚོ་ཁག་ཤར་རེད་ད་འདི་མུ་ཟི་ཀི་ནང་ནས་ནམ་ཡང་འགྱུར་དགོས་ཟེར་དེ་གི། ཉེ་བ་དེ་བོང་རིགས་མ་དེ་ཚོ། ད་བོང་རིགས་མང་དེ་ཚོ་ནད་རིམས་རྒྱས་པ་གི་འོག་གི་གི་བོང་རིགས་དེ་ཚོ་ད་གོང་མ་འཇིག་མ་དགོས་ཀྱི་སོ་སོའི་སྐྱེས་ས་དང། སོ་སོའི་བསྡད་ས། ཡང་ན་སོ་སོའི་གི་སྔོན་མ་ལས་ཀ་བྱས་ས་དེ་ནས་ད་ཕ་ཁ་རྒྱང་འགྲོ་ཤ་ན་འགྲིག་གི་རེད་དེ་ཚོ་ལ་ཡང་དེ་ཚོ་གི་ཉི་མ་འདི་མོ་འདི་མོ་ཟིག་ནང་ནས་ཕ་འབྱོར་དགོས་ཟིག་ས་ཆ་འདི་ཉི་མ་འདི་མོ་ཟིག་ས་ཆ་འདི་ཉི་མ་འདི་མོ་ཟིག་ཡིན་ཟིག་ད་ཁོ་ཐིག་ཁ་བྱས་ཟོ་རེད་དེ། ད་སི་ལོང་འདྲེན་སིམ་པ་འདི། ལུང་བསྟན་ཟིན་པ་ནི་ནང་ལོགས་ནས་ཕྱིར་ཤེས་དགོས་རེད་ན། གལ་ཏེ་གུང་ནས་གཏན་འབེབས་བྱས་ཡོད་རྒྱུ་གི་ད་བོན་རིགས་ཐུ་ཨེ་ན་འདྲ་བོན་རིགས་མ་ཨེ་ན་འདྲ། ཚང་མ་ཨ་ནི་ཁོ་རང་གི་ལས་འཁེར་ལ་ལས་འགན་འཁུར་གི་འགྲོ་དུས་གང་ལ་ཨ་ནི་གཞུང་གི་གཏན་འབེབས་བྱས་རྒྱུ་གི་དུས་ཚོད་བཀག་ཡོད་རེད་དུས་སྐབས་དང་འགལ་ཨེ་ན།

ཟླ་བ་སྲིན་གི་ཕོ་ཨ་ནི། ད། ཁྱད་པར་དུ་ཟླ་བ་སྲིན་གི་ཕོ་རེད་བྱ་ད་ཟླ་བ་སྲིན་གི་ཕོ་ཐེ་མེད། ཟླ་བ་ལྔ་གི། དང་ཟླ་བ་ལྔ་གི། ཟླ་བ་ལྔ་ལས་མང་བ་གི་ཨ་ནི་རྗེས་ལུས་ཐལ་ཡིན་ན། ཨ་ནི་སོ་སོ་གི་གི་གོ་གནས་ནི་རིང་སྲིན་མ། ཕབ་གི་ཡོད་རེད། གོ། གོ་གནས་སྲིན་རིམ་པ་སྲིན་དེ། གོ། ད། སོ་སོ་གི་གོ་གནས། དེ་ནི་མ།

ད་འདི་གི་ཆིང་རྒྱལ་ཁབ་ལྟ་བུ་ཆིང་བཙན་རྒྱལ་ལྟ་བུ་ཚོ་ནི་ཁོ་རང་ད་དབང་སྒྱུར་གྱི་ཡག་གི་གི་ད་རྒྱལ་རིང་དེའི་ནང་ལོགས་ནས་ཁོ་རང་ལ་ད་བལྟས་ཏེ་འདི་ལྟ་བའི་གོང་གོང་ནས་གྱུར་པ་ལྟ་བའི་ཨ་ནི་དེ་འདྲ་གི་ཁྲ་ཞིང་ཞི་བ་གི་ཨ་ནི་རྒྱལ་ཡོངས་གི་སོ་སོ་གི་དབང་སྒྱུར་གྱི་ཡག་སོ་སོ་གི་མངའ་ཁོངས་གི་སྲིད་འཛིན་ས་ཁུལ་ཚང་མ་ལ་ཨ་ནི་ཁོ་རང་གི་ད་ཐོ་བྱུང་ནང་བཀོད་ལེ་ཨ་ནི་དེ་གཏན་འབེབས་བྱས་ཡོད་ཡ་ད་ཨ།

བོད་རང་གི་རྒྱལ་ཁབ་ཀྱི་སྲིད་གཞུང་གིས་ཨ་ནི་དབང་སྒྱུར་བྱེད་ཀྱི་ཡོད་ཡ། ལས་ཨ་ནི་ད་བོད་ཀྱི་དབང་སྒྱུར་དང་དོ་དན་དང་དེ་དུས་ཚང་མ་སུ་གིས་བྱེད་ཡོད་ལ་བོད་རྒྱལ་ཁབ་རང་གི་སྲིད་གཞུང་གིས་བྱེད་ཡ་ལས་ཨ་ནི་མན་ཇུའི་སྲིད་གཞུང་གིས་དཔོན་རིགས་མངགས་ཀྱི་མེད་ཡ་དེ་ད་གསལ་བོ་མཚོན་དགོས་ཡ་རེད། དེ་རེད་དོན་དངོས་དེ་རེད།

ད་བོད་དེ་བོད་གཞུང་གི་དབང་སྒྱུར་བྱེད་ཀྱི་ཡོད་ཡ་དང་བོད་གཞུང་གི་ཨ་ནི་གོ་སྒྲིག་བྱེད་ཀྱི་ཡོད་ཡ། དེ་ཨ་ནི་སྒྲ་འཁང་བྱེད་ཡ་རེད་ཟེར་ན། ད་དེ་དེ་འདྲ་ཅིག་གི་དོན་ཚིག་བཞག་ཡིན་ན་ཡང་ན། དེ་འདྲ་བཞག་ཡིན་ན་ད་ལོག་པ་པོ་ཁ་ཤིག་གི་ཡང་འདི་འདྲ་བྱེད་ཀྱི་རེད། འདི་འདྲ་སྟོན་གྱི་རེད། དེས་ན་ཆིན་སྲིད་གཞུང་གི་བོད་ལ་བོད་དོན་ཨན་པན། ད་བོད་དོ་ཨན་བན་སི་ཡན་དེ་རྒྱ་གི་གཞུང་འབྲེལ་གི་ཡིག་ཆ་དེ་ཚོའི་ནང་ལོང་ལ་ཨ་ནི་ཁུ་ད་ལྷག་པར་དུ་རྒྱ་ནག་དམར་ཤོག་གི་དཀྲུག་གཙང་ད་ཕྲན་སི་ཡ་དེ་བེད་སྤྱོད་བྱེད་དགོས་ད་དཀྲུག་གཙང་ད་ཕྲན་སི་ན་ད་ད་བོད་དོ་བློན་ཆེན་སི་ཡ་དེ་ཚིག་དེ་བེད་སྤྱོད་བྱུང་དེ་འདི་གང་ལ་ཨ་ནི་ཕྱི་སྲིད་གཞུང་གི་པོ་ལ་བོད་དོ་ཨན་བན་ཡང་ན་བོད་དོ་བློན་ཆེན་སི་ཡ་དེ་དང་གི་ཡོད་མ་རེད་བེ་སི་དྲི་བ་དེ་དྲིས་ན། ད་དེ་དེ་སྐོར་ལ་ཨ་ནི་དེབ་འདི་གི་ཨ། བོན་པོ་སུམ་པ་གི་ལུས་བྱི་བ་ནང་ལོགས་ལ། བྱི་བ་ནང་ལོགས་ནས་ཆིན་སྲིད་གཞུང་གི། ཆིན་སྲིད་གཞུང་གི་གཞུང་ཡིག་གི་ནང་ལོགས་ནས་ང་ཚོ་ད་བདེན་དཔང་བྱེད་ཀྱི་ཡིན། བདེན་དཔང་ཕྱིར་བྱེད་ཀྱི་ཡིན་ན་དོན་དག་གཉིས་བདེན་དཔང་བྱེད་ཀྱི་ཡིན། ད་དོན་དག་གཉིས་དེ་དང་པོ་དེ། ད། ང་ཚོས་བོད་ཡིག་ནང་ཐོན་དུས་བོད་དོན་ཨམ་བན་ཟེར་ཡག་དང་ཡང་ན་རྒྱ་ནག་དམར་ཤོག་གི་རྒྱན་དུ་བེད་སྤྱོད་བྱེད་ཡུལ་ཡོད་ཡག་གི་ད། བོད་དོན་བློན་ཆེན་ཟེར་ཡག་དེ་རེད་ད་ཁྲུ་ཚང་ད་ཕྲན་གྱི། ད་བོད་དོན་བློན་ཆེན་ཟེར་ཡག་འདི། ད། སྦྱིན་པ་ལེའུ་བྱ་བ་ནང་ལོགས་ནས་ང་ཚོས་ད་བདེན་དཔང་བྱེད་ཡ་དེ་གོང་གི་དྲི་བ་དེ་ལ་ནི་ལན་འདེབས་ཀྱི་ཚུལ་དུ་ནི་ད་བདེན་དཔང་བྱེད་རྒྱུ་དོན་དག་གཉིས་ཡིན། གཅིག་དེ་བོད་རྡོ་བློན་ཆེན་ཟེར་ཡ་དེ་ཨ་ནི་ཆིན་སྲིད་གཞུང་གི་ཕྱི་རྒྱལ་ཁབ་ལ་དཔེར་ན་ཨ་མི་རི་ཀ་རི་བསྡོད་པའི་བློན་ཆེན་ཡང་ན་དབྱིན་ཇི་རི་བསྡོད་པའི་བློན་ཆེན་ཟེར་ཡ་དང་དེ་དང། གང་ལྟར་ཀྱང་རྒྱལ་ཁབ་གཞན་དག་ན་ནི་རྡོའི་བློན་ཆེན་ཟེར་ཡ། འོ་རྡོའི་བློན་ཆེན་ཟེར་ཡ། ཨ་རི་དུ་སྡོད་པའི་བློན་ཆེན་ཟེར་ཡ། དབྱིན་ཇི་དུ་སྡོད་པའི་བློན་ཆེན་ཟེར་ཡ་དེ་ཚོ་ཚང་མ་གཅིག་པ་རེད། དེའང་ནང་བཞིན། ནུ་ཞོ་རྒྱལ་ཁབ་དེ་ཚོ་གི་རྒྱ་ནག་ཡང་ན་མན་ཇུའི་རྒྱལ་ཁབ་ནང་ལོགས་ལ་དྭངས་རྒྱུག་གི་ཨ་ནི་རྒྱ་ནག་ལ་སྡོད་པའི་བློན་ཆེན་ཟེར་ཡ་དང་དེ་དང་གཅིག་པ་རེད། དེ་ནི།

ད་སློན་ཆེན་འདི་ཚོས་ཨ་ནི་ས་གནས་དབང་སྒྱུར་གྱི་ཡ་དང་དུས་སྟོན་གྱི་ཡ་དང་ས་གནས་དབང་སྒྱུར་གྱི་ཡ་གི་དཔོན་རིགས་མ་རེད། དེ་ཡིན་པའི་ཆ་ནས་དེ་ཡིན་པའི་ཆ་ནས་ད་ལྟ་ལི་པུའུ་གི་མན་ཇུ་གཞུང་གི་ལས་ཁུངས་ལི་པུའུ་ཟེར་ཡ་དེ་གིས་ད་ལྟ་ད་བོད་དོན་སློན་ཆེན་དང་ཡང་ན་རྒྱལ་ཁབ་གཞན་དག་སྡེ་མཁན་གི་སློན་ཆེན་དེ་ཚོ་ལ་ཨ་ནི་གཅིག་གྱུར་གྱི་གོ་རིམ་ཚོ་ལ་ཨ་ནི། ལིན་ཁི་ར། ད་འགན་འཁུར་གི། ལི་ཁ་གི་འགན་འཁུར་གི་འབྲུ་དེའི་སྒང་ལ། ཨ་ནི་ཁོ་རང་ཚོའི་རྒྱལ་ཁབ་འདི་ལ་འབྲུ་དེའི་སྒང་ལ་དུས་ཚོད་འདི་འདྲ་འདི་འདྲ་ཅིག་ཡིན། བོད་དོན་ཨན་ཕན་བོད་ལ་འབྲུ་དེའི་སྒང་ལ་ཡིན་ཅིག་མི་ཉིན་ཉི་མ་འདི་མུ་ཟིག་གི་འབྱོར་དགོས་ཟེར་ཡག་གི་ཡོད་ད་དུས་བཀག་གི་ཚད་དེ་གཏན་འབེབས་ཅིག་ཡོད་མ་རེད། དེ་དེ་དོན་དག་ཉེ་བ་དེ་ད་དོན་དག་ཉེ་བ་དེ། ས་གནས་ལ་དབང་བསྒྱུར་བྱེད་ཡག་གི་བོད་རིགས། དང་མ་འདྲ་ཡ་དེ་མི་འདྲ་ཡ་ཅིག་རེད་བོ་དོ་ལང་ཆེན་ཟེར་ཡ་དེ་མ་འདྲ་ཡ་ཅིག་ཆགས་ཡོད་རེད། བོ་དོ་བོ་དོ་ལང་ཆེན་ཟེར་ཡ་ཁོ་རང་ཚོ། ད་ལྟ་ལས་འཁུར་ལ་འགྲོ་དུས་སྒང་ལ་རྗེས་ལུས་ཐད་ཡང་ན་ད་བོད་དེ་ནར་འགྱངས་བྱས་ནས། ལས་འཁུར་ལ་མ་སོང་བ་ཡིན་ན་ཡང་ད་མན་ཇུ་གཞུང་གི་སྒྲིག་གཞི་ནང་ལོགས་ལ། ཨཱ་ནི། ད་ལྟ། ད་ཁོ་རང་ལས་འགན་ཁག་གི་འགྲོ་ཡ་དེ་ལ། ཉེ་བ་དང་ཡ་ལ་སོགས་པ་དང་དེ་ལ་གཏན་འབེབས་བྱེད་ཡ་ལ་སོགས་པ་དང། གཏན་འབེབས་བྱས་ནས་ཉི་མ་འདི་མོ་ཟིག་གི་ནང་ནས་འབྱོར་དགོས་ཟེར་ཡ་དང་དེ་མ་འབྱོར་ཡས་ན་ཉེ་བ་འདི་འདི་འདི་འདི་དང་གི་ཡིན་ཟེར་ཡ་དེ་འདྲ་གི་གཏན་འབེབས་ཡོད་བ་མ་རེད། ཁོ་ག་རེ་ཟེར་ན་ཁོ་ས་གནས་དབང་སྒྱུར་བྱེད་ཡ་བོང་རིགས་མིན་ཙང་ཨཱ་ནི་དེ་འདྲ་གི་གཏན་འབེབས་བྱས་ཡོད་བ་མ་རེད་ཟེར་ཡ་དེ་གཉིས་ཨཱ་ནི་ད་ལིའུ་ཆུ་བ་ནང་ནས་ཨཱ་ནི་བདེན་དཔང་བྱེད་གི་ཡིན།

ནི་དེ་ཡིན་རང་པོ་ནི་བེ་ཅིན་ནི་དེ་ཡག་དང་ཆི་ནུ་ནི་དེ་ཡག་དེ་འདྲ་གནས་ཚིག་ཆུང་ཡོད་བ་རེད། ད་དེ་བེ་མཚོན་འདྲ་བོ་རེད། ལིའུ་ཆོ་ལིའུ་ཆོ་ནང་ནས་ནི་ར་འཕྲོད་བྱེད་ཡག་དགོས་སྐོར་རེད། དེ་འདི་གང་ལ་ད་དེ་རིང་གི་གི་དོན་ཚན་འདི་འདི་གཟིགས་ནས་མཚན་བཞག་བྱ་ན་ད་སྐར་མ་ཁ་ཤིག་འདྲ་ལྷག་མི་འདུག་ནི་འདི་ཡང་བཅས་ཚན་པ་ཞིག་གི་མགུར་སོང་ན་ཡང་མགུར་ནི་དེ་ཙམ་ད་འགྲོ་ཐུབ་ཀི་མི་འདུག་དེ་འདི་གང་ལ་ད་མ་དགོས་བ་ཅིག་ད་ད་རིང་གི་གི་ཚན་པ་འདིའི་ནང་ལོགས་ནས་ད། མན་ཇུ་གཞུང་ལྟ་བུ་ཚོ་ནི་སྐུ། ད། ཆིན་རྒྱལ་རབས་ལ་ཡང། མིན་རྒྱལ་རབས་ཀྱི་ལུགས་སྲོལ་ནང་བཞིན། ད་གོ་རིམ་གྱི་དབང་སྒྱུར་གྱིས་ས་གི་ས་ཁུལ་དེ་ཚོས་ས་ཁུལ་དེ་ཚོ་ལ། ས་ཁུལ་ནང་ལོགས་ནས་གོ་རིམ་གྱི་རྗེས་གནང་ནས་ཟེར་དགོས་མ་རེད་ད་གོ་རིམ་གྱི་རྒྱལ་ཁབ་ནང་ལོགས་ནས། ཨ་ནི་ས་གནས་དཔོན་རིགས།

བོད་གཞུང་གི་བོན་རིགས་ཅིག་ཨ་ནི་ལྷོ་ཁ་ལ་དང་ཡིན་ན། ད་ཁོ་རང་གཏམ་དཔེ་ཅི་ཡོད་རེ་གཞུང་གི་ཡིག་ཚང་ནང་ལོག་ལ། ལྷ་ས་ནི་བོན་རིགས་ཅིག་ཨ་ནི་ཕ་ལྷོ་ཁ་ལ་ལས་འགན་འཁུར་གི་སོང་ན། ཨ་ཉི་མ་ཉིད་ཀྱི་འབྱོར་དགོས་ཡང་ན་ཉི་མ་སྲིང་གི་འབྱོར་དགོས་ཟེར་བ་དེ་གཏན་འཁེལ་ཡོད་རེད། དེ་འདྲ་བྱས་ནས་ད་ང་ཚོ་ལུང་འདྲེན་དང་པོ་དང་གཉིས་བ་ནང་བཞིན་གྱི། ཨ་ནི་རྒྱལ་ཡོངས་ཀྱི་ས་ཆ་སུ། ས་ཆ་འདི་ནས་འདིའི་བར་རུ་སྟེ་ཉི་མ་ག་ཚད་འདི་ནས་འདིའི་བར་རུ་སྟེ་ཉི་མ་ག་ཚད་དེ་དག་ཚང་མ་བསྟན་པའི་ཕྱིར། ད་དེའི་ནང་ལོགས་ནས་ད་ལྟ་ཤི་ཚགས་པུ་ཧ་ཅང་གི་ཤི་ཚགས་པུ་དག་རྒྱལ་ཡོངས་ཀྱི་ས་ཆ་ཚང་མ་བགོས་ཡོད། དེའི་མ་ཚད་དེའི་ནང་ལ་ཡོད་བ་ཉིད་ཅིག། ཡོད་བ་དང་པོ་དེ་ཡིན་ན་བང་རིགས་མཐུ་བ་དེ་ཚོ། ད་ནི་རིན་རྒྱས་པའི་གོང་གི་བང་རིགས་དེ་ཚོ། ནས་སྤོ་བཏང་བ་ཡིན་ན་འདྲ། ལས་ནི་གསར་བ་བཀོལ་བ་ཡིན་ན་འདྲ་ཡང་ན་བང་རིགས་གསར་བ་བཀོལ་བཞག་ཡིན་ན་འདྲ། གང་ལྟར་ཀྱང། ག་འདྲ་ཅིག་ཡིན་ན་ཡང་ཁོ་རང། ལས་འགན་གསར་བ་ས་གནས་ས་གནས་གཞན་དག་དེ་ལ་ནི་འགན་གསར་བ་དེ་འཁུར་རྒྱུ་མ་འགྲོ་བའི་སྔོན་ལ་དང་པོ། གོང་མ་རྒྱལ་ཁ་ཞིག་དགོས་རེད། དེ་འདི་ག་ལ་ཁོ་རྗེས་ས་སྐྱེལ་འཕྲིན་ལ་ཡོང་དགོས་ད་སྐྱེལ་འཕྲིན་ལ་ཡོང་གི་དེ་དང་གོང་མ་རྒྱལ་ཁ་ཞིག་ཚད་ནས། རྒྱལ་ཁ་ཞིག་ཚད་བ་དང་ད་གཏན་འབེབས་དགོས་དུས་ཚོད་དེ་བརྩི་གི་ཡོད་རེད་ད་ཁྱོད། སྐྱེལ་འཕྲིན་ནི་ས་ཆ་ག་བ་སོང་ན་ནི་ཉི་མ་འདི་འདྲ་འདི་འདྲ་འདི་འདྲ་ཡིན་ཞེས་ཁོས་གཏན་འབེབས་བྱས་ཡོད།

བདེ་ས་དེ་ག་བ་ཡིན་ན་དེ་ནི་བོན་རིགས་ཀྱིས་བསྐོ་བཞག་བྱས་ཡིན་ན་ད་དེ་ནི་ས་ཆ་ག་བ་འགྲོ་དགོས་ན་དེ་ཨ་ནི་སོ་སོའི་ས་ཆ་བདེ་ས་ནི་ཨ་ནི་ས་ཆ་ཁོ་རང་འགྲོ་ས་གི་ས་ཆ་དེ་བར་དུ་ཉི་མ་ག་ཚད་འགྲོ་དགོས་ན་ཁོ་གཏན་འབེབས་བྱས་ཡོད། ད་དེ་གཏན་འབེབས་བྱས་ཡ་ཚན་མ་ཡིན་པར། ཐུགས་གཞུང་གཞུང་གི་ཐུགས་གཞུང་དང་གཏན་འབེབས་བྱས་ནས་ཐུགས་གཞུང་ན་བཀོད་ཡོད་པ་ཚན་མ་ཡིན་པར། གལ་ཏེ་གཏན་འབེབས་བྱས་ཡ་ནང་བཞིན་གྱི་དུས་བཀག་བྱས་ཡོད་ཡ་དེ་ཚོ་ལས་འགལ་ཡ་ཡིན་ན་ཨ་ནི་ཉེ་བ་ག་རེ་ག་རེ་དང་འགལ་ཡིན་རིགས་ད་འདི་ཡང་གསལ་བོ་བཀོད་ཡོད།

རྗེས་ལུས་དེ་ཡང་ན་མ་འབྱོར་བས་ན། ནི་གུ་ནི་ཡང་དག་གི་དེ་འདྲ་རེད། ད་འདི་ཚོའི་ད་ཐུགས་གཞུང་དཔེ་དེ་ཤི་ཞིང་ཕྲ་བ་དེ་འདྲ་བཀོད་ཡོད་རེད་རྗེས་ཡོང་གི་ས་ཆ་ཚང་མ་ཚིག་བཀོད་ཡོད་རེད་ཁོ་རང་མན་ཇུའི་གཞུང་གི་དབང་སྒྱུར་བྱས་ཚར་རེད། ད་དེའི་ནང་ལོགས་ན། བོང་རིགས་ཐུ་ཡག་བྲིས་ཡིན་ན་འདྲ་བོང་རིགས་མ་ཡག་བྲིས་ཡིན་ན་འདྲ། ནི་བོད་ཀྱི་ས་ཆ་གཅིག་ལ་ནི་མན་ཇུ་གྱི་བོད་རིགས་དང་ཡིན་ཟེར་རྩ་བ་ནས་ནི། ཁོ་འདི་གཏམ་དཔེ་འདིའི་ནང་ལ་བོད་ཟེར་ཡ་ཡིག་འབྲི་གཅིག་གི་ལང་ཡོད་མ་རེད་ཟེར་དེ་རེད། ད་དེ་འདྲ་བྱས་ཡོང་དུས་གང་ལ་ད་འདིའི་གི་འཇིག་རྟེན་དེ་ཆི་རེད་ཟེར་ན་དེ་འདྲ་ད་མན་ཇུ་གཞུང་གི་གི་བོད་ལ་ས་གནས་བོད་རིགས་དེ་འདྲ་ངག་གི་མི་འདུག་ཨ་ཟེར། ངག་གི་མེད་ཡ་འདིའི་གི་ད་བོད་དེ་མན་ཇུ་གི་ཆ་ཤས་མ་ཡིན་པ་མཚོན་གི་ཡོད་རེད་ཟེར་དེ་འདྲ་བཤད་ན། ཡང་ན་མི་ལ་ལ་བའི་དྲི་བ་དེ་འདྲ་གོ་གི་རེད། དེས་ན་བོད་དོ་ཨམ་བན་བོད་ར་བཏང་ཡོད་བ་མ་རེད་པས། དེ་འདྲ་གི་དྲི་བ་ཅིག་གོ་བ་ཡིན་ན། ད་དེའི་སྐོར་ལ་ང་ཚོ་ལིའུ་ཅི་བ་ནང་ལོགས་ནས་ད་ངོ་སྤྲོད་བྱེད་གི་རེད། ད་བོད་དོ་ཨམ་བན་གི་ངོ་བོ་བོན་རིགས་འདིའི་ངོ་བོ་ག་རེ་ཡིན་པ། དེ་ག་འདྲ་ཅིག་བྱུང་བ་ཡིན་པ། ནུས་བ་ག་རེ་ཡིན་པ་ལས་ཀ་ག་རེ་ཡིན་པ། ཁོའི་དང་ཨ་ནི་རྒྱ་ནག་གི་རྒྱལ་ཁབ་གཞན་དག་ལ་དང་བའི་བློན་ཆེན་དེ་ཚོ་ལས་མིང་གཅིག་པ་ཡིན་པ་གོ་གནས་གཅིག་པ་ཡིན་པ་ལས་ཀ་གཅིག་པ་ཡིན་པ། དེ་དང་དེ་ག་ན་བཞིན་དུས་གཅིག་པོ་མ་ཡིན་པར་ཨ་ནི་རྒྱ་བའི་ཡིག་ཆ་ནང་ལོགས་ནས་ཨ་མི་རི་ཀ་དང་ད་ཡིན་ཅི་ལ་སོགས་པ་ནུ་ཕྱོགས་རྒྱལ་ཁབ་དེ་ཚོ་གི་ཨ་ནི་རྒྱ་ནག་དང་འབྱོར་བའི་གཞུང་ཚབ་དེ་ཚོའི་མིང་ལ་ཡང་ཁོ་རང་ཚོ་ད་ཀྲུ་ཧ་ད་ཁྲིན་ཟེར། ཐ་སྙད་འདི། རྒྱང་ཐག་ལ་སྡུག་པའི་ལུང་ཚན་ཟེར་ཡ་འདི་བེད་སྤྱོད་བྱེད་ཀྱི་ཡོད་ཡ། དེའི་སྐོར། རེད་ཅེ། དེ་འདི་གང་ལ་ད། བོ་དོ་ཨན་བན་ཟེར་ན་འདྲ་བོ་དོ་ལུང་ཚན་ཟེར་ན་འདྲ་འདི་གི་དོན་ནི་འདི་གི། ངོ་བོ་དང། བྱེད་ལས་ཀྱི་སྒང་ནས་ནི་ཁོ་རང། ས་གནས་དབང་སྒྱུར་བྱེད་མཁན་གྱི་བོན་རིགས་མིན་ཙང་ད་ལྟ་གི་ལུས་པོ་གི་ནང་ནས་ས་གནས་བོན་རིགས་ལ་གཏན་འཁེལ་བྱེད་ཡ་འདི་གི་གཏན་འཁེལ་འདི་ནང་ལ་ཁྱབ། ཚུད་དགོས་ཡོད་མ་རེད།

དེ་འདི་གང་ལ་དེ་མ་ཚད་པའི་ད་ང་ཚོ་རྗེས་མ་ལེའུ་བཅུ་བ་ནང་ནས་ལྷད་ཡོང་གི་རེད་ད་འདི་ནང་ལོག་ནས་ནས་ནས་བུ་རྡོ་བུ་རྡོ་ཨམ་བན་དེ་འདྲ་བསྐོ་གཞག་བྱས་ཚད་ནས་པེ་ཅིན་ནས་བསྡད་ནས་དཔེ་དེ་མ་འགྲོ་ནས་མ་འགྲོ་བའི་སྐབས་སུ་ཨ་ནི་མི་ས་ནས་ད་པེ་ཅིན་ནང་འདི་ག་བོན་རིགས་དེ་ཚོ་སུས་བྱས་ནས་གོང་མ་ལ་ཨོ་ཁོ་རང་བུ་རྡོ་ཨམ་བན་སྐྱེ་ཡ་རི་ད་ད་ལྟ་མ་འགྲོ་ནས་ཟླ་བ་ཁྲི་འགོར་འདུག་པེ་ཅིན་ན་བསྡད་འདུག་ལ་འདི་གང་ལ་ད་གོང་མ་གི་མ་ལས། འབྲེལ་ཡོད་ལས་ཁུངས་བཀའ་བཏང་ནས་དེ་རྩད་གཅོད་བྱས། ཉེས་བ་ག་རེ་བཏང་ངོ་རྩད་གཅོད་བྱས་ཟིན་དེ་སྒང་ལ། ད་འབྲེལ་ཡོད་ལས་ཁུངས་ཀྱི་ཡ། སྙན་ཞུ་ཕུལ་རྒྱུའི་ནང་ལོགས་ནས། ནི་བོད་དོན་ཨམ་བན། འདི། དེ། ས་གནས་ཡང་འགྲུལ་ཡག་གི་དུས་ཚོད་དེ་སྡེ་ཁག་དེ་འདྲ་ཡོད་བ་མ་རེད། ཨ། དེ་འདི་སྒང་ལ་ད་གོང་མ་གི། དེ་ན་གཏམ་དཔེ་དེ་འདྲ་མེད་ཡ་ན་ད། བཀའ་ཐང་མགྱོགས་པོས་སོང་ཟིན་མ་ད་ཉེས་བ་བཏང་ཡག་དང། དེ་ཅིག་དེ་འདྲ་གི། ནས་ག་དེ་མེད་ཡ་རེད་དེ་ནས་བོ་དོ་ཨ་མ་ཁ་ཤེས་ད་ང་ཚོ་བོད་གི་ཡིག་ཆ་ནང་ནས་སེ་འོས་ཡོད་རེད་ཁོ་རང་ཚོ་ཡང་ནས་ད་ཁྲིམས་དོ་སི་ཁྲོན་གི་ཁྲིམས་དོ་ནས་བསྡད་ཡ་དང་ཡང་ན་ད་གི་བོད་གི་ད་ཐང་ཆེན་གི་ས་ཆ་དེ་ཚོ་ནས་བསྡད་ནས་བས་ཏེ་བོད་ལ་མ་འགྲོ་ཡ་དེ་འདྲ་དོན་དམ་དོན་དག་མང་པོ་བྱུང་ཡོད་རེད་ད་དེ་ཚོ་ལིའུ་ཆི་བ་ནང་ནས་རིན་བཞིན་གྱིས་ནས་ད་ཤི་ཞིང་ཁྲ་བ་གོ་གི་རེད་དེ་འདྲའི་གང་ལ་དེ་སྐབས་ནས་ཡ་ནས་ཚང་མ་ངོ་འཕྲོད་ཅིག་ཆགས་ཅིག་བྱས།